བཀྲག་ཤིས་པའི་ཤ་ཞིག་ལ་བརྩི་བཞིན་ཡོད། ཤ་བཀྲག་པ་ནི་མིའི་དོན་དང་འབྲེལ་བ་མེད་མོད་འོན་ཀྱང་ངག་རྒྱུན་ལ། སྐྱ་ཀ་འཁར་ཁའམ་ཞག་འཁར་བ་ནས་བཀྲག་ན་འགྲོན་པོ་ཡོང་བའམ་གཏམ་བཟང་ཐེག་པའི་སྔ་ལྟས་ཡིན་ཟེར་བ་ནི་སྐྱ་ཀའི་བཟོ་ལྟ་དང་སྐད་ལ་འབྲེལ་བ་ཡོད་དོ་སྙམ་མོ། ལྕགས་ཀྱི་རོ་ནི་མདོག་སྔོ་ནག་གི་ཐོག་ལ་ལྗང་མདངས་བཀྲ་ཞིང་མགྲིན་པ་དང་བྲང་གཞུང་དུ་སྤུ་དཀར་པོ་གཅིག་ཡོད་པའི་ལྷད་མེད་བབ་ཆགས་ཤིག་ཡིན། ལྕགས་ཀྱི་བཟོ་ལྟ་མཛེས་ཤིང་སྐད་གསལ་ཞིང་དྭངས་པས་མིའི་སེམས་ལ་དགའ་སྣང་སྟེར་ཐུབ། སྟོང་ལུང་ཨ་ཨར་ལྡང་བའི་དུས་སམ། ཁ་བ་བུ་ཡུག་འཚུབ་པའི་རྐང་ཁ་སོགས་དུས་གང་ཞིག་ཡིན་ཡང། སྐྱ་ཀ་འཕུར་ཡོང་བ་མཐོང་ཚེ། དེ་ནི་སྐྱེ་སྟོབས་ལྡན་ཞིང་རྩེ་དགའི་རྣམ་འགྱུར་གྱིས་ཕྱོགས་འགྱུར་བྱེད་པ་ཞིག་ཡིན་ལ། མི་ལ་རང་བཞིན་གྱིས་སྤྲོ་སྣང་ཞིག་སྐྱེ་རུ་འཇུག་པའི་རྐྱེན་གྱིས་མི་རྣམས་སྐྱ་ཀ་ལ་ཧ་ཅང་དགའ་བ་ཡིན་ནོ། སྐྱ་ཀ་ནི་ལུས་ལ་བརྩོན་ཞིང་མཚང་བཟོ་བར་མཁས་པའི་བྱ་ཞིག་ཡིན། ཕྱིལ་ཚེ་མ་ཐག་ཏུ། ན་ནིང་བཟོས་པའི་མཚང་ད་དུང་བཤིག་མེད་ནའང་སྐྱ་ཀའི་ཤིང་མཐིལ་རེ་རེ་བཞིན་བཤིག་ནས་སླར་ཡང་མཚང་གསར་བ་བཟོ་བ་ཡིན། སྐྱ་ཀའི་མཚང་ནི་གདོང་མཐོན་པོས་ཡལ་ག་སིམ་འཚིབ་ཀྱི་སྟེང་དུ་བཟོས་ཡོད་ཅིང་ཤིང་མཐིལ་སྣོལ་མར་བསྡེབས་ནས་ཚགས་དམ་པོར་བཟོས་ཡོད་པས། བརྟན་ཞིང་བཙན་ལ་སྲ་ཞིང་ཚགས་དམ་པ་དང་རླུང་འཚུབ་དང་ཁ་བ་བུ་ཡུག་ཆར་བ་སོགས་གང་གིས་ཀྱང་གནོད་མི་འཚིག་པ་ཡིན། སྐྱ་ཀའི་རྒུན་འོད་ནི་ཧ་ཅང་མང་སྟེ་འབུ་དང་རྩི་ཤིང་གི་འབྲས་བུ་སོགས་གང་ཡིན་ཡང་ཚང་མ་དེའི་རྒུན་འོད་ཡིན། ལྕགས་ཀྱི་ད་དུང་ཙི་ཀི་འཛིན་ཤེས་པར་མ་ཟད་ཞིང་ཁ་དང་ཤིང་ཏོག་ར་བའི་ནང་གི་སྣོན་འབུད་བཟུང་ནས་ཟ་བས་ལྕགས་ཀ་ནི་ཚང་མས་གཅེས་སྐྱོང་བྱེད་དགོས་པའི་ཕན་བྱ་ཞིག་ཀྱང་ཡིན། དེའི་ཕྱིར། ལྷད་མེད་བབ་ཆགས་དང་སྐྱོ་མེད་སྡུག་མེད་ཀྱི་ལྕགས་ཀ་ནི་མིའི་རིགས་ཀྱི་གྲོགས་པོ་བཟང་བོ་ཞིག་ཡིན་ནོ། མཐོང་ཚུལ་གཉིས་པའི་ཐ་སྙད་སྐྱ་ཀ་སྐྱ་ཀ་བཟོ་ལྟ་བཟོ་ལྟ་འགྲིམ་པ་འགྲིམ་པ་སྣོལ་མ་སྣོལ་མ